ཨེ་ནི། བྱང་སེམས་ཀྱི་གཉིས་པ་མི་ལངས་པ་ཡང་ན་གཞན་ལ་སྐྱོན་མི་བརྗོད་པ། འདི་སྐབས་འདི་ལ་སྤྱིར་བཏང་ཨེ་ནི་ཐེག་པ་ཆེན་པོ་ལམ་ལ་སློབ་མཁན་ཅིག་ཡིན་ན་གཞན་ལ་གཉིས་པ་གཞན་ལ་སྐྱོན་བརྗོད་བྱེད་མི་རུང་པ་ཙམ་མ་ཟད་སྤྱིར་བཏང་གི་འཇིག་རྟེན་གྱི་མི་ཚེའི་ནང་ལོགས་ལ་ང་ཚོས་བསམ་བློ་ཅིག་བཏང་བ་ཡིན་ན་ཡང། ལུས་ཁོང་ཅིག་ཡིན་པ་ཡིན་ན་ལུས་ཁོང་གི་མགོ་ཁྲིད་ལས་རོགས། དགེ་རྒན་ཡིན་ན་སློབ་ཕྲུག། སློབ་ཕྲུག་ཡིན་ན་སློབ་མ་ནང་ཕན་ཚུན། ནས་ཁྱིམ་མཚེས། གྲོང་པ་གཅིག་ཡིན་ན་གྲོང་པ་ནང་ཕན་ཚུན། གཅིག་གཅིག་ལ་སྐྱོན་བརྗོད་ནས། གཅིག་གཅིག་གི་ལས་ཀ་གཅིག་གཅིག་ཡག་པོ་མི་འདུག་ཟེར། གཅིག་གཅིག་ལ་སྐྱོན་གཅིག་གཅིག་བྱས་འདུག་ཟེར་ནས་མི་གཞན་པ་གི་སྐྱོན་སྐྱོན་བརྗོད་ནས། དེ་འདྲ་བྱས་ནས་ལྐོག་ནས་ལྐོག་ཤུབས་ལྐོག་བཤད་བརྒྱབ་ནས་གཞན་ལ་སྐྱོན་བརྗོད་བསྡད་ཡོད་པ་དེ། དེ་འདྲ་བཟོ་ཡོང་དུས་མི་ཚེ་འདིའི་ནང་ལོགས་ལ་ཡང་གྲོགས་པོ་མེད་པ། གཅིག་སྣང་ཕན་ཚུན་ལ་ཡིད་ཆེས་ཡིད་ཆེས་ཡིད་ཆེས་ས་བའི་གྲོགས་པོ་མེད་པ། ལས་ཀ་ཅིག་ཡིན་པ་ཡིན་ན་ཡང་ལས་ཀ་ཡག་པོ་མི་རག་པ། ཡང་ན་ལས་ཀ་ཅིག་བྱས་པ་ཡིན་ནའང་ལས་ཀ་དེ་ལེགས་འགྲུབ་མི་བྱུང་པ། ལས་ཀ་ལ་གྲུབ་འབྲས་མི་བྱུང་པ། སྐྱོན་བརྗོད་ཟེར་བ་དེ་ལ་བྱང་ཆུབ་སེམས་དཔའི་ཉམས་ལེན་ཙམ་མ་ཟད་འཇིག་རྟེན་གྱི་མི་ཚེའི་ནང་ལོགས་ལ་མཚོན་པ་ཡིན་ན་ཡང་ཕན་ཚུན་ལ་སྐྱོན་བརྗོད་ཡ་དེ་གིས་ང་ཚོ་ལ་པད་སྐྲ་མ་བྱིན་པ་བསྟུན་མ་མི་འགྲུབ་པ་མང་པོ་ཞིག་འཁྲིད་ཡོང་གི་ཡོད་པ་རེད། ཡིན་ཙང་ཕན་ཚུན་ལ་སྐྱོན་བརྗོད་ཟེར་བ་དེ་ཡག་པོ་ཅིག་རྩ་བ་ཉིད་ནས་མ་རེད། ད་ཆོས་སྒྲུབ་མཁན་གཅིག་དམ་པའི་ཆོས་སྒྲུབ་མཁན་ཞིག་ཡིན་པ་ཡིན་ན་ང་ཚོ་འདི་ཡོད་དགེ་བ་བཅུ་དགེ་བ་བཅུ་གི་ནང་ལོགས་ན། བརྫུན་དང་ཕྲ་མ་ཚིག་རྩུབ་ངག་འཁྱལ། ཞེས་ཡོད་རོ། ཕྲ་མ་དང་ཚིག་རྩུབ་ཕྲ་མ་ལབ་ན། མི་གཉིས། ཡང་ན་ཚོགས་པ་གཉིས་ཡང་ན་དཔུང་པ་གཉིས་འཁྱམས་པོ་ཐུམ་པོ་ཡོད་པ་ཡིན་ན་བཀའ་རྒྱ་བྱས་བརྫུན་བཤད་དེ་པ་ར་ལ་ནི། མི་མཐུན་པ་བཟོ་བ་གི་བཀའ་རྒྱ་བཤད་པ་དེ་ལ་ཕྲ་མ་ལབ་གི་ཡོད་རོ། ཕྲ་མ་བཤད་ནི་མཐུན་པ་དེ་མི་མཐུན་པ་བཟོ་བ་དེ་ཕྲ་མ་རེད། ང་ཚོས་མི་གཞན་ལ་སྐྱོན་བརྗོད་པ་དེ་ལྐོག་ནས་བསྐྱོད་ན་ཕྲ་མ་ཆགས་ཀྱི་རེད། ཨ་ནི་ཁོ་རང་གི་མཐོང་ས་ནས་བསྐྱོད་ན། སྐྱོན་བརྗོད་ས་དེ་མཐོང་ས་ནས་བསྐྱོད་ན་ཚིག་རྩུབ་ཆགས་ཀྱི་རེད། རེད་བ། ཐེག་པ་ཆེན་པོ་བྱང་ཆུབ་སེམས་དཔའི་ལམ་ལ་ཉམས། ལམ་ལ་ལྷུང་མཁན་ཙམ་མ་ཟད། སྤྱིར་བཏང་གི་དགེ་བ་བྱེད་མཁན་ཅིག་ཡིན་ན་ཡང་ངོ་ནས་དྲང་ནས་བྱས་ན། ཚིག་རྩུབ་ལ་ཡ་དེ་བྱེད་ཡ་ཡོད་མ་རེད། གཞན་ལ་སྐྱོན་བརྗོད་སྐྱོན་བརྗོད་ཟེར་བ་དེ་བྱེད་ཡ་ཡོད་མ་བྱས་ན་ཡག་པོ་རེད། གཞན་གྱི་སྐྱོན་གླེང་བ་ལ་བ་དེ་བྱང་ཆུབ་སེམས་དཔའི་ཉམས་ལེན་ཙམ་མ་ཟད་ཨ་ནི་སྤྱིར་བཏང་གི་ཆུ་བ་འཕར་བ་ཞིག་གི་ངོ་ནས་བཤད་ན་ཡང་ཨ་ནི་དགེ་བ་བཅུ་དེ་བསྒྲུབ་དགོས་ཀྱི་ཡོད་པ་རེད། དགེ་བ་བཅུ་བསྒྲུབ་དགོས་ཀྱི་ཡོད་དེ་དགེ་བ་བཅུ་གི་ལྡོག་ཟླ་མི་དགེ་བ་བཅུའི་ནང་ལོགས་ནས་བཞག་ན་སྐྱོན་བརྗོད་མང་ཆེ་བ་ཕྲ་མ་དང་ཚིག་རྩུབ་གཉིས་ནང་ལ་འདུ་གི་རེད། ཨོ་དེ་འདྲ་ཡིན་དེ་ནི་དེ་ལ་གཟབ་གཟབ་བྱེད་དགོས་རེད་ཟེར་བ་ནི་སྐབས་འདི་ལ་དོན་དག་རྡོག་རྡོག་ད་དེ་བསྟན་གྱི་ཡོད་པ་རེད། ཨོ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།